སླད། ད་རེས་གཙང་སྦྲ་ཐེབས་རྩ་ཚོགས་པའི་ཀྱི་རྒྱབ་སྐྱོར་དང་རོགས་རམ་གྱི་འོག་ལ་ཡང་ང་ཚོས་ད་བདེ་སྐྱིད་སྙིང་པོའི་སྐོར་ལ་ཡང་ད་ཅིག་ཞིབ་འཇུག་དང་དང་ནང་བཞིན་གྱི་སློབ་སྦྱོང་བྱས་ཨ་གི་ད་དེ་འདྲས་ཀྱི་དྲ་རྒྱ། མི་ཟད་འདི་འདྲ་ཅིག་གསར་བཟོ་གནང་བ་དེ་ལ་ཡང་ངས་སྙིང་ཐག་པ་ནས་དགའ་སྤྲོ་དང་སྨོན་ལ་ཅིག་དེ་ཅིག་དྲ་རྒྱ་གསར་བཟོ་གནང་མཁན་གྱི་འབྲེལ་ཡོད་ཚང་མ་ལ་ཡང་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་བ་དང་དམིགས་བསལ་དུ་རྩ་ལ་ཐེབས་བཟོ་བ་བེད་ཀྱི་ཚོགས་མི་ཡོངས་རྫོགས་ལ་ཡང་ཨ་ནི་ཐུགས་རྗེ་ཆེ་ཞུ་བ་དང་ལྷག་པར་དུ་ང་ཚོའི་རྩ་ལ་ཐེབས་བཟོ་བེད་ཀྱི

བཀའ་ཤོག་ད་ཅིག་དེང་སང་དམིགས་བསལ་དུ་ཨ་ནི་དེ་ལ་ཡང་ཅིག་ཉམས་བཞེས་བྱེད་མཁན་མང་རུ་འགྲོ་ཡོད་རེད། དེ་མང་རུ་འགྲོ་དགོས་པའི་རྒྱུ་མཚན་དེ་ཕྱོགས་གཅིག་ནས་ད་ང་ཚོས་ཅིག་བོད་ལ་ཡང་དབུ་མ་ནས་ཨ་ནི་ད་ཅིག་རྒྱུད་བླ་མའི་བསྟན་བཅོས་དེ་ང་ནི་འཁོར་ལོ་ཐ་མའི་གི་ཅིག་གསལ་བྱེད་ཀྱི་བསྟན་བཅོས་ད་ཅིག་བཀའ་ཤོག་ཆ་ཚང་ཤོད་རུབ་ཅིག་དང་ཨ་ནི་ད་ཅིག། ཚེ་ཐུབ་རབ་བྱུང་བསྟན་བྱའི་ངོས་འཛིན་བྱས་པ་ཙམ་ལ་མ་ཟད་པའི་དགེ། ཨན་ཅིག་རྒྱ་རྒྱུད་ཀྱི་ནང་བསྟན་ནང་རོགས་ལ་ཡིན་པའི་ནའང། ཨན་ད་ལྟ་ཅིག་ཐིག་པ་ཆེན་པོའི་གྱི་གྲུབ་མཐའ་ལ་ཡང་ད་ནམ་རྒྱུན་དབུ་སེམས་གཉིས་བྱེད་བྱེད་དབྱེ་བ་ཕྱེ་གི་ཡོར་པ། ཨན་དེའི་ཐོག་ལ་ཡང་ད་དུང་ཅིག་གྲུབ་མཐའ། གསུམ་པ་ཟེར་ནས་འདྲ་འང་འདུག། ཨན་ད་ཅིག་སྡིག་ཤིང་སྙིང་པོ་སྨྲ་བའི་གྲུབ་མཐའ་ཟེར་ཡག་ཅིག། ད་ཅིག་ངོ་མ་རྒྱ་གར་ལ་ཡང།

རྒྱུད་བླ་མའི་བསྟན་བཅོས་འདི་ལྟ་ང་ཚོ་བོད་ལ་ཡ་ཨ་ནི་ཅིག་དབུ་མ་གཞན་སྟོང་རང་སྟོང་གི་གང་གི་བསྟན་བཅོས་རེད་ཟེར་ཨ་དེ་ཙམ་གྱི་ཅིག་ག་ཧྲུལ་ད་བསམ་བཏང་བཏང་དེ་ཅིག་དབུ་མའི་ནང་ལོགས་ལ་ཡ་ཅིག། གར་ཤོར་ཡང་ཅིག་གཞན་སྟོང་རང་སྟོང་གི་དབྱེ་བ་ཕྱེ་བསྡད་པ་ཙམ་དུ་མ་ཟད་པས་དེ་ལས་བར་བརྒལ་བྱས་དབུ་སེམས་གཉིས་ལས་བརྒལ་བས་ཀྱང་གྲུབ་མཐའ་གཞན་དག་ཅིག་ཡིན་པ་ཅི་ལ་ཡག་ཅིག་བསམ་སྟོང་ཡང་ཅིག་ལྟ་དེ་ཡང་དམིགས་བསལ་རུ་ཅིག་ཆགས་དེ་ཡང་ཅིག་ཆགས་འདུག་འདུག་ཨ་ནི་དམིགས་བསལ་དུ་ལྟ་ཀ་རྒྱུས་པར་ཆ་མཚོན་པ་ཡིན་མིན་ན་ཨ་ནི་ལྟ་དེ་དམིགས་བསལ་འདྲ་འདྲ་བ་ཆགས་དེ་ཡང་ཅིག་དེ་ཡང་ཨ་ནི། ང་ཚོའི་གི་རྟ་རྒྱུད་བླ་མའི་བསྟན་བཅོས་དེ་ཨེ་ན་མི་འདྲི་བའི་གི་ཨེ་ན་ཆོས་ལྡན་གི་སེམས་ནས་རྙེད་པ་རེད་ཟེར་ཅིག་ད་ང་ཚོས་ཅིག་དེ་འདྲ་ཅིག་ཡང་ལོ་རྒྱུས་ཁ་ཤས་ནང་དུ་ཞག་འདེགས་འདུག་བ། ད་དེ་འདྲའི་གི་ཐོག་ནས་ཨེ་ན་མི་འདྲི་བར་འདྲི་བ་ཆགས་དེ་ཡོད་ར་ར་ཡང་དག་ན་ཞིག་མི་འདྲི་བའི་གི་རྟ་ཡིད་ལ་མི་བྱེད་པའི་ཆོས་སྐོར་དེ་ཨེ་ན་བོད་ལ་ཡང་ཉམས་ལེན་ད་བོད་ལ་ཡང་ཉམས་ལེན་གནང་པའི་སྐབས་ལ་ཡང་ཉམས་ལེན་གནང་སྟངས་མི་འདྲ་བ

ལྟ་བ་རྩལ་དུ་བཏོན་ནས་ཉམས་ལེན་གནང་རུང་དེ་འདྲ་ཅིག་སྣ་ཁ་གསུམ་རེར་བྱུང་ཡོད་པ་འདྲ། ད་དེ་ཟབ་གསལ་སྔགས་ཀྱི་དབུ་མ་རྩལ་དུ་བཏོན་ཡང་ནི་ཉམས་ལེན་གནང་དེ་དང། ཟབ་པ་མདོ་ཡི་གི་དབུ་མ་རྩལ་དུ་ག་ཧྲུ་བས་བཏོན་ནས་ཉམས་ལེན་གནང་དེ། ཨེ་ནི། མ་མི་ཡབ་སྲས་ནས་མ་རིམ་པས་བཞིན་དུ་བརྒྱུད་ནས། ཨེ་ནི། ལྷག་པར་དུ། དྭགས་པོ་རུ་མི་ཚིག་སྐབས་ལ་ཡང། ཨེ་ནི་ཟབ་པ་མདོ་ཡི་དབུ་མ་རྩལ་དུ་བཏོན་ཡང་དེ། ཤུགས་ཆེན་པོ་རུ་ཅིག་གནང་བྱས་ལྟ་ཅི་ང་ཚོའི་ནམ་རྒྱུན་འདུག་ལུགས་ཀྱི་ཕྱག་ཆེན་ཟེར་ཡག་འདི་འོ་ད་འདི་ད་ལྟ་འདི་གར་ཤོར་ཡ་རྒྱུད་བླ་མའི་བསྟན་བཅོས་འདི་ཕྱག་འདི་ཡོད་པ་རེད་ཨ་དེ་ཡང་ནམ་རྒྱུན་དཔེ་འདི་ད་ལྷིང་འཇིགས་སྐྱེས་པའི་རྡོ་རྗེས་མཛད་པའི་ཨ་ནི། ད་གཞུང་གཅིག་གི་ནང་རོགས་ལ་ཡང་ད་ལྟ་དེ་ངོ་བོ་ཕ་རུལ་དུ་ཕྱིན་པ་ད་མིང་ཕྱག་རྒྱ་ཆེན་པོ་ཟེར་བ་དེ་ད་འདུག་ལུགས་དབུ་མ་དེ་ལ་ཡང་གོ་དགོས་ཨ་རབ་ཅི། འདུག་ལུགས་དབུ་མ་ཟེར་ན་ད་འདུག་ལུགས་ཕྱག་ཆེན་དེ་ལ་ཡང་གོ་དགོས་ཨ་རབ་ཅི། ད་དེ་འདྲའི་ཆ་དེ་ཡོད་རེད། བྱས་ཙང་དེ་འདྲའི་གི་ཐོག་ནས། ཅིག་རྒྱུད་བླ་མའི་བསྟན་བཅོས་དེ་དང་ལྷག་པར་དུ་ལྟ་ཅིག་འདི་བཞིན་སྙིང་པོའི་དགེ་སྒྲུབ་ལྟ་ཟེར་ན་འདྲང་འདུག་ཡང་ན་ཅིག་ལྟ་གཞན་སྟོང་ཟེར་ཏེ་ཕྱོགས་གཅིག་ནས་ལྟ་སྟེ་ཅིག་ཡང་ཅིག་སྐད་ཆ་དེ་གླེང་ཡོང་དུས་ཡང་གཞན་སྟོང་རང་དོན་གྱི་དེ་གི་རྩོད་པ་དེ་ནང་འགྲོ་བདེན་གྱི་རབ་ཅིག་འདུག་ཆེ་ཚ་ངན་ལས་ང་རང་ངོས་ནས་བསམ་སྟངས་པས་ན་ཅིག་འདི་བཞིན་སྙིང་པོ་སྨྲ་བའི་གྲུབ་ལྟ་ཟེར་ལབ་པ་ཡིན་པས་ན་ལྟས་ཅིག་དེའི་ཐ་སྙད་དེ་རན་པར་བྱེད་མི་འོང་ངའི་བསམ་པར་དེ་འདྲའི་དྲན་འདུག་ད་གང་ལྟར་ཡང། ད་ཅིག་བཀའ་རྒྱུད་ཀྱི་ཕྱོགས་ནས་བྱས་པ་ཡིན་ན་དམིགས་བསལ་ད་ཅིག་དེ་ཆགས་བསྡད་ཡོད་རེད། དེའི་ནང་ནས་ཀྱང་ཀམ་ཚང་ངོས་ནས་བཤད་པ་ཡིན་ན་ད་ཅིག་ཀ་མ་པ་གསུམ་པ་རང་བྱུང་རྡོ་རྗེ་ད་ཕ་གཞིས་བོད་ལ་ཡ་ཅིག་གཞན་སྟོང་གི་ལྟ་བ། ཐོག་མར་གཞན།

གཞན་སྟོང་སྐོར་ལ་ཡང་ཅིག་བསྟན་བཅོས་ཅིག་གཞན་སྟོང་གསོལ་བྱེད་ལ་སོགས་པ་དེ་འདྲས་མཛད་གནང་འདུག། ད་དེ་རིང་ཡིན་དུས་སང་ནས་ད་ངའི་རེ་བ་ལ་ཡང་ད་རིས་ཀྱི་འདི་འདྲས་ཀྱི་གླིང་སྟེགས་ཅིག་ཡོད་པ་འདིའི་ཐོག་ནས་ང་ཚོ་ཅིག་བོད་བརྒྱུད་ནང་བསྟན་ཙམ་དུ་མ་ཟད་པའི་རྒྱ་བརྒྱུད་ནང་བསྟན་གྱི་ཐོག་ལས་མིན་ན་ཅིག་དེ་བཞིན་སྙིང་པོ་སྨྲ་བའི་ཀྱི་ལྟ་གྲུབ་དང། དམིགས་བསལ་དུ་ཨ་འགྱུས་བླ་མེད་ཀྱི་བསྟན་བཅོས་སྐོར་ལ་ཡང་ཞིབ་འཇུག་ག་འདྲས་ཡོད་པ་ཡིན་མིན་ན་དེ་ཚོ་ཚང་མ་ལ་ཕན་ཚུན་ང་ཚོ་གཅིག་བོད་བརྒྱུད་ནང་བསྟན་དང་རྒྱ་བརྒྱུད་ནང་བསྟན་ཕན་ཚུན་གཅིག་གི་གཅིག་ལ་ཡང་གཅིག་སྤེལ་རེས་བྱེད་ཐུབ་ཡག་གཅིག་དང་རྒྱུས་ལོན་བྱེད་ཐུབ་ཡག་གཅིག་ཨ་འདང་རང་བཞིན་གྱི་ཡང་གཅིག་ཕྱི་རྒྱལ་གྱི་མཁས་དབང་དེ་འདྲས་ཀྱིས་ཡང་ཀར་ཤོར་དེང་དུས་ཀྱི་ཞིབ་འཇུག་གི་ཐབས་ལམ་བེད་སྤྱད་ནས་ཡང་ཞིབ་འཇུག་གནང་བཞག་པ་དེ་འདྲའི་དང། དམིགས་བསལ་དུ། རྒྱུད་བླ་མའི་བསྟན་བཅོས་ཀྱི་རྩོམ་པ་པོ་དེ་སུ་ཡིན་མིན་ལ་སོགས་པ། དང་ད་ན་བཞིན་གྱི་རྒྱུད་བླ་མའི་གྱི་བསྟན་བཅོས་འདི་ལྟ་ཅིག་དེང་སང་རྒྱ་དཔེ་ཡང་ཐོབ་ཡོད་རེད། ད་ན་བཞིན་གྱི་འགྱུར་སྔ་ཤོས་རུ་དེ་ཀྱི་གཞི་མདངས་དོར་འགྱུར་སྔ་ཤོས་ད་ལྟ་ཡོད་བསྡད་པ་དེ་ཕ་གཞིས་རྒྱ་ཡིག་དེ་ཆགས་འདེགས་མེད་འགྲོ། ད་ན་བཞིན་བོད་ཡིག། ད་ཡང་ན་རྒྱུད་ལ་ཐོག་འདྲེན་ལ་སོགས་མང་པོ་བརྗོད་པ་ཡིན་འདུག་དེ་གའི་འདི་ལ་ཡག་ཅིག་ཞིབ་འཇུག་ཚན་ཅིག་ག་རེ་རེད་ཅིག་ཚན་ལྡན་ཡོང་ཨ་རོ་ཅིག་དེའི་ཐོག་ལ་ཡིན་མིན་ལྟ་ཅིག་ང་ཚོ་ད་བོད་རྒྱུད་ནང་བསྟན་རྒྱ་རྒྱུད་ནང་བསྟན་ཨན་ད་ན་བཞིན་དེང་དུས་ཀྱི་ཨན་ཞིབ་འཇུག་གི་ཐབས་ལམ་ལ་སོགས་པ་བེད་སྤྱོད་བཏང་བྱས་ནས་ཨན་ང་ཚོའི་གི། བདག་གང་དག་དེ་བཞིན་ཉིན་པོ་སྨྲ་བའི་ལྟ་གྲུབ་དེ་ལ་ཡང། ལེགས་སྐྱེས་གསར་བ་ཅིག་ཕུལ་ཐུབ་ཡ་ཅིག་དང། ཨ་ནེ་ཅིག་བློ་སྒོ་གསར་བ་ཕྱེ་ཐུབ་ཡ་ཅིག་དེ་འདྲའི་བྱེད་ཀྱི་རེ་བ་དང་སྨོན་འདུན་ཆེན་པོ་ཡོད། དེ་ནས་ཡིན་དུས་ས་གནས་ཨ་ཅིག་ཚང་མས་ཀྱི་ད་རེས་ཅིག་འདི་འདྲ་བོའི་ཀྱི་དགའ་བསུ་རོ་ད་ཅིག་བྱ་བ། དོན་སྙིང་ལྡན་པའི་བྱ་བ་རླབས་པོ་ཆེ་ཅིག་དབུ་འཛུགས་གནང་བ་དེ་ལ་ཡང་ཨ་ནེ་ང་རང་ངོས་ནས་སྙིང་ཐག་པ་ནས་དགའ་བསུ་དགའ་བ་ཆུང་ཤོས་ཨ་ཅིག་དང་འདི། ཅེས། བྱ་བ་རླབས་ཆེན་པོ་འདི། ཨེ་ནི། དགེ་དབང་བར་ཆད་མེད་པའི་ཐོག་ནས་འགྲུབ་ཐུ་ཡག་གི། སྨོན་འདུན་ཞུ་ཡག་ཡིན་དུ་སེམས།